དཔྱིད་ཀ་འདི། འཛམ་བུ་གླིང་འདི་གང་ལ་བོད་པ་རྒྱུས་ཡོད་ཡོད་དེ་གའི་མི་མང་པོ་གཅིག་གིས་མདོར་ན་རྒྱ་རིགས་གྲོགས་པོ་མང་པོ་གཅིག་གིས་བོད་པའི་དཔྱིད་ཀ་འདི་བསམ་པ་བཟང་པོ། དྲང་བདེན་བྱེད་མཁན། ཉམ་ཆུང་བྱེད་མཁན། ཡག་པོ་ཞིབ་པོ་འདུག་ཟེར་ནས་བསྔགས་བརྗོད་བྱེད་ཀྱི་འདུག་བ། དེ་འདྲའི་གི་ང་ཚོ་བོད་པའི་གོམས་གཤིས་བཟང་པོ་འདི། རིན་ཐང་གྲ་རེ་རེད། ཉོ་ཡག་ཡོག་མ་རེད། བཟོ་གྲས་བཟོ་ཡག་ཡོག་མ་རེད། ང་རང་ཚོ་ཕ་མེས་ནས་མ་གོམས་ཤིང་སྦྱར་བསྡད་པ་ཅི་རེད། དེ་ང་ཚོའི་ཁྱད་ནོར་ཡིན་པ་ཅིག་ངོ་ཤེས་པ་བྱས་ནས་བདག་པོ་རྒྱག་རྒྱུ་དེ་གལ་ཆེན་པོ་རེད། ཞེས་དེ་རིང་སྐད་ས་ཅིག་ང་ཚོ་བཙན་བྱོལ་ཡིན་ཁར་བོད་པའི་ནང་རེད་ཡ་ང་ཚོ་བོད་པའི་ཅིག་དངོས་གནས་ཅིག་ཡིད་རབ་དང་བཟང་པོའི་སྤྱོད་པ་དེ་ག་ལེ་ལ་མ་ཉམས་ཆག་འགྲོ་གི་ཡོད་པའི་རྣམ་འགྱུར་དེ་འདྲའི་ཕྲན་བུ་ཕྲན་བུ་མཐོང་ཡག་འདུག་བ་བོད་ཡིན་ནས་དེ་དེ་བཞིན་ཡིན་དགོས་རེད་བ། ཆེ་ས་ནས་ལྐོག་ཟ་རུལ་སུངས་ཞིབ་བྱས་ཡོད་དུས་ཨེ་རེད་འོག་གི་བོད་རིགས་ལས་བྱེད་ཚོ་ནང་ནས་ཅིག་ལྐོག་ཟ་རུལ་སུངས་བྱས་ཚོར་འདྲེ་ཕྲན་བུ་ཕྲན་བུ་ཡོང་གི་ཡོད་པའི་སྐད་ཅིག་འདུག་པ་ད་དེ་འདྲས་ཁྱོན་མེད་པ་ཞིག་བྱས་ཏེ་དཔེ་གལ་ཆེན་པོ་རེད་དེ་གཞིས་ལུས་རྒྱ་ཆེ་མི་མང་ད་ག་ནང་བཞིན་གྱི་བྱེས་ཀྱི་མི་མང་ཚོ་ལ་ཡ་ད་དེ་རེད་དེ་ནམ་རྒྱུན་ང་དེ་དེ་འདྲས་ཀྱི་ཅིག་གི་འཁྲུངས་སྐར་རེད་བྱས་ནས་སྐྱེ་གཟིགས་ཀྱི་དུས་ཆེན་དེ་ཅིག་མཛད་སྒོ་འཚོགས་ཡོད་པ་ཁ་གེ་ཆིག་མེད་དོ་སྣང་སྐོར་མེད།

གཙོ་བོ་དགེ་འདུན་རྒྱ་མཚོ་ནས་བཟུང་རྗེ་དགེ་དགའ་ལྡན་ཕོ་བྲང་ཆགས་ནི་འདུག་ས་རེད། ཨེ་ནི་སྐུ་དྲིན་གོང་མ་བཞིའི་རིང་ལ་དགའ་ལྡན་ཕོ་བྲང་ཆོས་ཕྱོགས་རྐྱང་རྐྱང་གི་མཛད་མཁན་མ་གཏོགས་ཆབ་སྲིད་ཀྱི་མཛད་མཁན་ཡོད་མ་རེད། གོང་ས་ལྔ་པ་ཆེན་པོའི་སྐབས་ནས་བཟུང་རྗེ་དགེ་རྟ་ཧ་ལམ་ལོ་བཞི་བརྒྱ་ཟ་མ་ཟིན་གྱི་ཕྱིན་བསྡད་ཡོད་རེད་དེའི་རིང་ལ་རྟ་ཆོས་སྲིད་གཉིས་ཀྱི་དབུ་ཁྲིད་བྱས་བསྡད་བསྡད་པ་རེད།

ཅིག། ཧ་ལམ་བརྒྱ་ཆ་དགུ་བཅུ་གོ་དགུ་ང་ལ་ཡང་ཡིད་ཆེས་བྱེད་ཐུབ་ཀྱི་ཡོད་རེད། མེད་པ་ཡོད་རེད། ཨེ་འཛམ་བུ་ལི་འདི་གང་ལ་ཡིན་ནའི། ཕལ་ཆེར་མི་ས་ཡ་འགའ་ཤས་ཀྱི་ཕལ་ཆེར་ད་ང་ངོ་རུ་ཤེས་བྱས་ག་མེད་རུ་བྱེད་ཀྱི་ཡོད་རེད། འདི་འདྲའི་ཅིག་གི་དུས་ཚོད་དེ་ཞན་རྐྱེན་གྱི་དབང་གིས་འགྱུར་བ་གཏོང་བ་མ་ཡིན་པར། རང་དབང་གི་ཐོག་ནས་རང་གི་འདོད་པས་ཐང་དུ་ལངས་ཏེ། ང་ཚོ་སྔར་གྱི་ད་ལུགས་སུའི་དུས་ཚོད་ཡོད་ཚར་དེ་ད་དགའ་བཞིན་སྤྲོ་ཞིང་སྤོབས་པའི་ངང་ནས་འགྱུར་བ་གཏོང་ཡ་དེ་ཤིན་ཏུ་འོས་པ་ཞིག་མཐོང་གི་འདུག་ཨ་ནི་ང་ཚོ་བོད་མིའི་ཁྲོད་ལ་ཆ་བཞག་ནས་དམངས་གཙོའི་གོ་རྟོགས་ཞེ་དྲག་ད་ཡག་པོ་རེད་ད་འདས་པའི་ལོ་ད་བཅུ་ལྷག་དེའི་རིང་ལ། ང་ཚོའི་སྲིད་ཆབ་སྲིད་འགན་འཁུར་མཁན་བཀའ་བློན་ཁྲི་པ་འདི་འོས་བསྡུ་བྱས་ནས་བསྐོས་བྱས་ལོ་བཅུའི་རིང་ལ་ངའི་གནས་སྟངས་དེ་ཆེས་གལ་ཡོད་བཟོ་བྱེད་བསྡད་དེ་ཡོད། ད་ད་ཆ་ལོ་ལྔ་རེ་ལྔ་རེའི་མཚམས་ལ་ཡང་འོས་བསྡུ་བྱས་ནས་ད་དེ་ཐེངས་གསུམ་པ་དེ་སླེབས་བསྡད་ཡོད་རེད། ད་ད་རེས་ང་ཚོ་ད་གང་ལྟར་ཆབ་སྲིད་འགན་འཁུར་མཁན་འོད་དུ་བྱས་ཡུན་དུ་བཙལ་ནས། གཞོན་པ། རྒྱ་གར་ལ་སྐྱེས། རྒྱ་གར་ལ་འཚར། ཞེས་ཀྱི་སློབ་སྦྱོང་དེང་རབས་ཀྱི་ཤེས་ཡོན་དུ་ཆ་ཚང་བ་ཡོད་པ་ཞིག་བྱས། དེ་འདྲའི་ཅིག་ལ་མང་མོས་ཀྱི་འོད་དུ་ཐོབ་པ་རེད།

ཚོ་དེ་འདྲ་ཡིན་དུས་ཚར་ནས་དེ་ཡིག་དེ་བོར་སྐབས་ང་ཚོ་དེ་བཙན་བྱོལ་གྲོས་ཚོགས་ཉམས་རྟོགས་ལ་ཡ་ང་བྱེད་གོ་ཐུག་བྱས་བྱས་ཨེ་ནི་ཉམས་ཅིག་གཞི་རྒྱ་ཆེ་ཟིག་སོང་ནུབ་གྲོས་ཚོགས་བྱས་གོ་ཐུག་ཞིབ་ཕྲ་བྱས་པ་ཡིན་ཨེ་ཡིན་ནའི་མཐའ་མའི་འདོད་དེ་ད་ང་ཆུང་ཆུང་ལོ་བཅུ་བཞི་བཅོ་ལྔ་ནས་བཟུང་བྱས་ཀྱི་ང་ཚོ་དེ་སྔའི་བོད་ཀྱི་ལམ་ལམ་ལུགས་དེ་འགྲིག།